ང་གྲྭ་བ་ནང་ནས་ལ་མི་ལོའུ་ནི་ལ་དེ་ནས་ཕ་མ་གཉིས་ལ་སེང་རྡུལ་སྤྲད་ཤོར་སོང་ཟེར་ནི་ལ། དེ་རིང་མ་ཡི་དུས་ཆེན་དུ་ཏི་ནི་ཁྱེད་རྣམ་པ་ནང་ལ་ཁ་བརྡ་ཅིག་བྱེད་ཀྱི་ཨ། དེ་ནས་ག་འདྲི་རེད་ཟེར་ན་སྐྱི་སྟོང་ང་གྲྭ་བ་ནང་ནས་མི་ལོའུ་ནི་ལ་དེ་ནས་ལོ་གཅིག་ལྷག་ཙག་ཅིག་ཕ་ཡི་ལ་ཡར་འགྲོ་མ་ཕོད་ནས་རྒྱ་ནག་ཁྲིན་ཏུའུ་ལ་བསྡད་བསྡད་པར། ང་གྲྭ་བ་ལོའུ་སོང་པ་སྐོར་ནི་ལ་དེ་ནས་ངི་མ་རྒན་ཡིན་ན་ངོ་མ་ཟླ་བ་གཉིས་འདྲ་གཅིག་ཉིས་ས་ནང་ལ་ལྷུང་ནི་ལ། མཚན་མོ། སྨྱུག་ཁུ་རྒྱུ་མེད་པ་ཉོན་མོངས་ཟིལ་ལ་སྤྲོ་བ་མེད་པ་དེ་འདྲའི་བྱས་ནས་ལོ་ཉིས་ཤས་ཀྱི་ནང་ལ་སེམས་སྡུག་བསྔལ་ནི་དེ་འདྲ་བྱས་ནས་ལྷུང་སོང་བ་རེད། ཡིན་ན་ཡང་ང་གྲྭ་བ་ལོ་པར་དེ་ཁོང་གཉིས་ཀྱི་གོ་ནས་ལ་ཕ་མ་གཉིས་ཀྱིས་ང་ལ་ཚིག་ངན་ཁེར་མ་གྱིས་ཞེས་གྲགས་མྱོང་མ་རེད། དེ་ནས་ལོ་གཅིག་གི་ནང་ནས་ད་ང་ཚོ་ཁ་པར་ནང་ནས་ཡག་མིན་ཁ་བརྡ་རེ་བྱེད་དུས་དེ་ག་ལེ་ག་ལེ་བལྟས་ཚེ་ཕ་ལོག་འགྲོ་དུས་ལོ་གཅིག་གི་རྗེས་ནས་ང་ཕ་ཡུལ་ལ་ཡར་འགྲོ་དུས། དང་པོ་སྣང་འགྲིབ་འབའ་ཐང་ལ་དད་འདུན་ངུ་སྤུན་ཡང་ཆེ་བ་དེ་སྔགས་སི་ས་ལ་སླེབས་སོང་ངེད་གཉིས་ཕར་ཚུར་ཁ་བརྡ་བྱས་པའི་རྒྱུར་མགུལ་ཁྲོལ་ནས་ལང་ཁ་ནས། ཁོས་ང་ལ་ཅི་ཟེར་བརྗོད་དུས། ཁ་རྩང་དེ་རིང་སྤྱི་ཚོགས་ནང་ལ་རིན་གནས་ཆེ་དཔའ་འགྱུར་ཆེ་འཇོན་ཐང་ནུས་པ་ཆེ་མི་འདྲ་མི་སྣ་ཚོས་སྐྱོ་དགུས་དགུས་འདུག་ཟེར། ཡིན་ན་ཡང་ཕ་མའི་རེ་བ་ནང་བཞིན་འབྲི་ཐང་གི་མི་གཅིག་ཕ་ཤེས་ཉིན་མོ་སྐར་མ་ལྟ་བུ་རེད་ཟེར་ནས་ངུ་སྤུན་ཡང་དེ་ང་ལ་དེ་འདྲའི་ཁ་བརྡ་ཅིག་བྱས་སོང། ང་ལ་མཚན་ན་ལོ་ངོ་ཉེ་ཤས་ནང་སློབ་སྦྱོང་བྱས་མྱོང་མཁན་མི་གཅིག་རེད་ངུ་སྤུན་ཡང་ལ་མཚན་ན་སློབ་སྦྱོང་བྱས་མྱོང་མཁན་གཅིག་མ་རེད་དེ་ནི་ཁོ་རང་གི་འཇིག་རྟེན་འདིའི་ཐོག་ནས་ང་ལ་འདི་འདྲའི་གི་གནས་ལུགས་དམར་རྗེན་མ་གཅིག་བསྟན་སོང་ས་ནི་ང་ཧ་ལས་ཧོན་སོང་ནས་སྐད་ཆ་དེ་བཤད་ནས་ད་ལྟའི་བར་དུ་ལོ་ཅི་འདྲ་ཅི་ཡིན་དེ་ནི་ངའི་སྐད་ཆ་ལ་ངའི་སེམས་ནང་ལ་དེ་སྐད་ཆ་དེ་ད་རུང་དམར་རྗེན་མ་དེ་འདྲ་བཤད་ནས་ས་ལྷོད་མེད་སྡོད་སྡོད་པ་དེ་འདྲ་ཅིག་རེད་འདུག་ད་ང་དེ་ནས་མི་ལང་ཁ་ནས་མི་འགྲོ་ནང་ལ་ཐན་ཚར་བའི་རྗེས་ནས་ངའི་མ་རྒན་ང་མཐོང་མ་ཐག་ཏུ།

ད་དེ་ནས་བཟུང་སྟེ་ངའི་སྔོན་ནས་ཀྱི་དྲན་སོང་ཟེར་ན་ད་ང་ཚོ་ཕ་མའི་རི་དྲན་ལིང་ཟེར་གྱི་དེ་ཅི་འཇགས་མ་ཐུབ་ན། ཕ་མའི་རེ་བ་དེ་ཀློག་ཡོད་ན་ད་ཕ་མའི་ལ་སྡུག་བསྔལ་ཆེན་པོ་ཅིག་སྤྲད་ཡོད་དུས། ཕ་མའི་རེ་བ་ནང་གི་མི་ཅིག་འབྲི་ཐུབ་ན། མི་ཅིག་བྱེད་ཐུབ་ན་ད་དེ་བས་ཡག་པོ་རེད་འདུག་སོགས་ནས་ད་ནི་ང་སྤྱི་མཚོ་ནང་ལ་མ་འགྲོ་ཚར་བའི་རྗེས་ནས་ལ། ངས་སྤྱི་མཚོ་ནང་ནས་འབད་འབུས་དྲག་པོར་བྱས་ནས་སྤྱི་བཏང་ནས་ང་རང་གི་དྲན་གོང་ནས་ཕ་མའི་ལག་ནང་ནས་སྒོར་མོ་ལེན་མ་མྱོང་སྟེ་སྤྱི་མཚོ་ནང་ལ་མ་སླེབས་ཚར་བའི་རྗེས་ནས་ངར་ད་ལྟ་སྤྲང་མོ་རེད་ཡོད་སྲིད་ལ་མི་དེ་ནི་རང་གི་ནུས་པ་གི་ཚོད་ཀྱིས་འབེ་ཚན་དྲག་པོར་བྱས་ཡོང་དུས། ད་ད་ད་ཕ་མ་ལ་ཡང་ཡིན་གྱི་ལོས་ཀྱི་ཟེར་ནས་ཆེན་པོ་མེད་ན་ཡང་ངའི་རང་གི་འཚོ་བ་དེ་ཡག་པོ་རེད་འདོད་དུས། དེའི་རེད་པ་དེ་ཁོ་རང་ཚོ་གི་མིག་གི་མཐོང་རྣ་བའི་གི་གོ་དུས་དུས་དགའ་འང་འདུག་ད་ལྟ་ང་ལ་ནམ་མཁའ་ཟླ་ཤེས་ནམ་སྐད་ཆ་བཤད་ན་ཡང་ད་ཁྱོད་ལ་སེམས་ཁྲལ་ཡོད་ལེ་མ་རེད་ད་ཞིབ་པོ་རེད་འདོད་ང་ཚོ་དགའ་མོ་རེད་འདོད་ཞིབ་པོ་རེད་འདོད་བདེ་མོ་རེད་འདོད་ཟེར་ཡ་དེ་འདྲས་ཀྱི་རེད་འདོད་མ། ང་ཚོ་ཕ་མེས་ཀྱི་དྲིན་ལན་འཇལ་ཟེར་ཡ་དེ་དག་ད་རུང་དེ་རྒྱ་ནས་སྐད་ཆ་བཤད་རྒྱུ་ཅི་རེད་དེ་ནི་ཕ་མེས་ཀྱི་རེ་བ་གནང་རྒྱུ་ང་ཤིང་ཚོང་ནང་ལ་མ་དོན་ཚར་ན་ཡང་གྲྭ་བ་ལུག་ལི་སྡུག་བསྔལ་དེ་ཕ་མ་ལ་སྤྲད་ཚར་ན་ཡང་ཤིང་ཚོང་ནང་ལ་མ་དོན་ཚར་བའི་རྗེས་ནས་སྐྱིད་ན་ཤོག་དང་སྦྱིན་བཞག་ནས་ལ་དེ་ནས་ཤོག་རྒྱལ་རྒྱུ་བག་རྒྱལ་རྒྱུ་སྦྱིན་འདྲ་མི་འདྲ་བསྐུར་རྒྱུ་དེ་འདྲའི་གི་ལས་རིགས་དེ་དུས་གཏན་དུ་ལེན་མ་མྱོང་ཆུང་ཟོག་ཨ་རྒྱ་བྱས་ནས་ཉི་མ་གཅིག་ལ་འགྲོ་མ་མྱོང་ཕ་མེས་རེ་བ་གནང་རྒྱུ་འབད་བརྩོན་བྱས་པ་དེ་ལ་དེ་ནས་ད་ལྟ་འཚོ་བ་དེ་དངོས་སུ་ཡག་པོ་ཅིག་རག་འོང་དུས་ཕ་མ་གཉིས་དུས་ཀྱི་དགའ་སྤྲོ་བསྟན་ཡོང་ཧ་ལས་པ་ཅི་རེད་འདུག་ཨ་བསམ་ནས་ལ་དྭ་འདྲིས་ཀྱི་ངང་མི་ཚེ་གི་ནང་ནས་ཉམས་མྱོང་ཆེ་ཤོས་ཀྱི་ཁ་བརྡ་དེ་བྱས་གནང་པ་རྣམས་ལ་དྭ་འདྲི་བྱས་ནས་བཤད་པ་ཡིན། དེ་ནས་སྤྱི་སྟངས་ཕ་མའི་རེ་བ་གསལ་བྱེད་ཀྱི་དེ་འབྲི་ཐུབ་ན་ཡང་ང་ཚོས་ཅི་ཟེར་དགོས་རེད། ཕ་མ་ལ་ཧ་ལས་པ་སེམས་ལ་དགའ་སྤྲོ་ཆེ་ཐག་གི་འདུག་ཕ་མའི་དྲི་ལན་ཟེར་གྱི་དེ་དག་ད་བཤད་མ་དགོས་པ་རེད་དེ། སྤྱི་སྟངས་ནི་ང་ཚོ་ལ་ཕ་མ་ལ་ཡིན་རྒྱུ་དང་སྤྲད་རྒྱུ་བློས་རྒྱུ་ཟེར་ནས་གང་མང་ཟེར་ནས་ཆེན་པོ་ཅིག་སྤྲད་རྒྱུ་མེད་ན་ཡང་ཕ་མ་གཉིས་མིག་གི་མཐོང་ས་རྣ་བའི་གོ་ས་ནས་ང་ཚོ་མི་ཚད་ལྡན་ཞིག་ཨོ་ལེ། ང་ཚོ་གི་འཚོ་བའི་ཆེད་དུ་འབད་བརྩོན་བྱས་བསྡད་ན་དངོས་གནས་ཕ་མའི་སེམས་ལ་དགའ་སྤྲོ་དང་འཛིན་སྟངས་དེ་བཤད་དུ་མེད་པ་དེ་འདྲ་ཅིག་རེད་འདུག་བ། ཨོ་དེའི་རྐྱེན་གྱིས་ཕ་མའི་གི་དེ་ནས་བརྩེ་བ་ཟེར་རྒྱུ་དེ་དུས་ནམ་དུ་ཡང་འགྱུར་བ་མེད་པར་བརྟན་པོ། ཨོ་ལེ་དེ་ལ་ཅི། ག་འདྲི་ཟེར་དགོས་རེད་ཅེས་གླེན་པོ་ཟེར་སྤྲད་ཡ་ཆོད་ནས་མི་དགོས་པར་ཕ་མའི་རེ་བ་གནང་རྒྱུ་ང་ཚོ་འབད་བརྩོན་བྱེད་རྒྱུ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་འདུག་ཟེར་ནས་ལ། དེ་དུས་སྐབས་སུ་རང་གི་མྱོང་ཚོར་དང་འབྲེལ་བའི་སྒོ་ནས་ཁ་བརྡ་དེ་བྱས་གནང་བ་རྣམས་ལ་ད་ལྟ